དེ་ནས་ཤར་ཕྱོགས་གོ་གི་ཡུལ་ཟེར་བ་དེ་རྒྱ་གར་ཤར་ཕྱོགས་ལ་ཡུལ་ཆེན་པོ་གསུམ་དུ་ཕྱེ་བའི་ནང་ཚན་གཅིག་རེད Bangal དང Odisha Assam ཨ་ཨ་མ་གཏོགས་པའི་ཡུལ་མང་ཆེ་བ་དེ་ལ་ཤར་ཕྱོགས་གོ་གི་ཡུལ་ཟེར་ལབ་གི་ཡོད་པ་རེད། ཨ་དེ་ནས་ལྷོ་ཕྱོགས་འབིག་ཆེ་ཟེར་བ་དེ་ཨ་རྒྱ་གར་གི་དེང་སང་གི་རྒྱ་གར་གི་ཨ་ཡུལ། སྤྱི་མ་ནི། ཆེད་དུ་ཡོད་པའི་རི་ཆེན་པོ་གཅིག་གི་མིང་རེད། དེ་ནས་དེ་ལ་ལྷོ་ཕྱོགས་འབིགས་བྱེད་ཟེར་བ་དེ་རི་བོ་འབིགས་བྱེད་ཀྱང་ཟེར་གྱི་ཡོད་པ་རེད། ད་དཔེར་ན་རྒྱ་གར་ཤར་ཕྱོགས་ནས་བལྟས་པ་ཡིན་ན་ལྷོ་ཕྱོགས་ཆགས་བསྡད་ཡོད་པ་རེད་མ་གཏོགས་སྤྱིར་བཏང་རི་བོ་འབིགས་བྱེད་ཟེར་བ་དེ་དེང་སང་གི་རྒྱ་གར་གྱི་དབང་དུ་བྱས་ན་སྤྱི་མ་དོད་པ་ཡོད་པ་རེད། ད་ནི་རྒྱ་གར་ལྷོ་ཕྱོགས་དེའི་རྒྱུད་དུ་དེའི་བྱེས་སུ་དུས་རབས་བཅོ་ལྔ་པ་བཅུ་དྲུག་པ་དེ་འདྲ་གི་སྐབས་དབྱིན་མིས་སུ་སངས་རྒྱས་ཀྱི་གཏམ་པར་སྤེལ་བའི་སློབ་དཔོན་སྐལ་བཀྲ་ཆེན་པོ་གཅིག་སྟེ་ཞི་བ་བི་བ་ཟེར་བ་ཁོང་རེད། འདི་ནི་ཤར་ལྷོ་ཤར་དང་ལྷོ་གཉིས་ཀྱི་མཚམས་ལ་ཤར་ལྷོ་ཟེར་ལབ་ཀི་རེད། ལྷོ་ནུབ་ལྷོ་དང་ནུབ་གཉིས་ཀྱི་མཚམས་ལ་ལྷོ་ནུབ་ཟེར་གི་རེད། འདི་ནི་ཡུལ་ཕྲན་ཟེར་ལབ་པ་ཡིན་ན་ཡུལ་ཆུང་ཆུང། དཔེར་ན། རྒྱལ་པོ་གཅིག་གི་མངའ་ཁོངས་ན་ཡུལ་ཆུང་ཆུང་དེ་འདྲ་མང་པོ་ཡོད་པ་རེད། ཡུལ་ཆུང་ཆུང་རེ་རེ་ལ་དཔོན་པོ་ཡོད་པ་རེད། དེ་ལ་ཡུལ་འཕྲེང་གི་དཔོན་པོའམ་ཡང་ན་རྒྱལ་འཕྲེང་གི་དཔོན་པོ་དེ་འདྲ་ལབ་ཀི་རེད། དེ་ནི་སྒང་དུ་ང་ཚོ་ལྷོ་ཕྱོགས་དང་ཤར་ཕྱོགས་དང་ཅི་ཅིག་མང་པོ་ཅིག་ལབ་གདབ་པ་རེད། དེའི་ནང་ལོགས་ནས། འབིགས་བྱེད་ཟེར་བ་དེ་རི་རྒྱུད་དེ་རེད། འབིགས་བྱེད་ཀྱི་རི་རྒྱུད་དེ་འདིའི་རྒྱུ་དེ་འདི་ལ་འཕྲད་དུ་ཡོད་པ་རེད། ལོ་གཟིགས་བྱས་ཏེ། འདིའི་ངོས་ཕྱོགས་འདི་ལ་ཤར་ཕྱོགས་དང། དེའི་ངོས་ཕྱོགས་འདི་ལ་ལྷོ་ཕྱོགས། འདིའི་ངོས་ཕྱོགས་འདི་ལ་ནུབ་ཕྱོགས་དང། འདིའི་ངོས་ཕྱོགས་འདི་ལ་བྱང་ཕྱོགས། དེ་ནི་གོ་ཀི་ཟེར་བ་དེ་རྒྱ་གར་གྱི་ཡུལ་མང་པོ་ཅིག་གི་སྤྱི་མིང་ཡིན་པ་རེད། ཕལ་ཆེར་གོ་ཀི་ཡུལ་ཟེར་བ་དེ་ནི་པོར་བལ་ཡུལ་གྱི་ཨེ་ནི་མཚམས་འདུལ་བ་ནི་འདི་འདྲའི་གཅིག་གི་མཚམས་ལ་གོ་གི་ཡུལ་སི་ལབ་གི་ཡོད་པ་དེ་འདྲ་གཅིག་རེད་འདུག་ད་ནི་རྒྱ་གར་ལྷོ་ཕྱོགས་ཟེར་བ་ཡིན་ན་འདི་ནི་མ་ཡོད་བ་ག་གླིང་ཆེས་རྒྱ་མཚོའི་ནང་ལ་མ་ཟུག་བསྡད་ས་དེ་ལ་རྒྱ་གར་ལྷོ་ཕྱོགས་སི་ལབ་གི་ཡོད་པ་རེད་རྒྱ་གར་ནུབ་ཕྱོགས་སི་ལབ་དུས་འདིའི་ངོས་ཕྱོགས་འདི་ནི་ཚུར་རྒྱ་གར་ནུབ་ཕྱོགས་སི་བརྩི་གི་ཡོད་པ་རེད་ཡིན་ཙང་སྒང་དུ་ང་ཚོ་ནུབ་ཕྱོགས་ཨོ་རྒྱན་གྱི་ཡུལ་ཟེར་བ་འདྲ་བོ་དང་ལྷོ་ཕྱོགས་འབྲི་སྤུངས་མཆོད་རྟེན་ཟེར་བ་འདྲ་བོ་ཤར་ཕྱོགས་བང་གལ་སྐུ་ཡི་ཟེར་བ་འདྲ་བོ་དེ་ཚོ་ཚང་མ་དེ་ཡང་རོབ་སི་ཏེས་ཧ་གོ་ན་ཡག་པོ་འདུག།